རྒྱུད་ལས། དེ་ནི་ལ་དྭགས་སེམས་སྐྱིད་ཤེས་ཡོན་རིག་གཞུང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལྷན་རྒྱས་དང་གཞན་ཡང་བསམ་ཀན་མི་མང་ལྷན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་དང་རྒྱུད་ལས་ཞུས་ཏེ། ཨེ་ནས་འདི་རིང་ང་དང་སློབ་ཚན་པོ་སྒོ་ཟུག་ཤུན། ལྷར་བཅས་སུ་སྟོན་པ་སངས་རྒྱས་ཀུན་གྱི་ངོ་སོ་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་གནས། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས་སོང་བ་སང་ན་ད་བདག་ན་བཞག་དང་ཙོགས་ལ་དེ་ནས་ང་དང་སློབ་ཚན་པོ། ཨེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་མཛད་པའི་ཡོན་ཏན་བཞི་འགྱུར་མ་ཆད་པ་ལ་རྩ་བའི་ཟབ་ཁྱད་རྣམ་རྒྱལ་རྩ་བ་བཤེས་གཉེན་བསྟེན་པར་སྨོན་པ་དང་བསྟེན་ན་བློ་སྦྱང་བར་སྨོན་པ་གཉིས་ཡོད་པའི་ནང་ན། ཨེ་ནས་གཉིས་པ་བསྟེན་ན་བློ་སྦྱང་བར་སྨོན་པ་ལ། ཨེ་ནས་ཀིས་བུ་ཆུང་ངུ་དང་ཐུན་མོང་བ་ལམ་ལ་སློབ་པར་སྨོན་པ་ཀིས་བུ་འབྲིང་དང་ཐུན་མོང་བ་ལམ་ལ་སློབ་པར་སྨོན་པ། ཨེ་ནས་སྐྱེས་བུ་ཆེན་པོའི་ལམ་ལ་སློབ་པར་སྨོན་པ་ཟབ་ཅེས་རྣམ་པ་གསུམ་ཡོད་པས་ན། ཨེ་ནས་ད་ག་གེ་དེ་ན་ང་དང། སྐྱེས་བུ་ཆུང་ངུ་དང་བདུན་མོའང་ལམ་ལ་སློབ་པར་སྨོན་པ་ཟེར་ཏེ་འོ་དེ་སྐབས་ན་བཞུད་འཇིག་དང་ཡོངས་བསྟན་ནོ། ཨེ་ནས་དེ་ལ་ཡང་ཁོ་རང་སྣང་སེལ་ཨེ་ནས་ད་ལོའི་རྟེན་ལ་སྙིང་པོ་ལེན་དོར་སྐྱེ་བར་སྨོན་པ། འཆི་བ་དྲན་པ། ལ་སྒྲ་ལ་ངེས་པར་རྙེད་པར་སྨོན་པ། ཨེ་ནས་དགེ་སྡིག་བླང་དོར་ལ་ཚུལ་བཞིན་དུ། བརྩོན་པར་སྨོན་པ་ཟེར་ཏེ་ཟབ་ཅེས་རྣམ་པ་བཞི་ཡོད་པས་ན་ད་ད་ལོའི་རྟེན་ལ་སྙིང་པོ་ལེན་དོར་སྐྱེ་བར་སྨོན་པ་ཡང་ང་དང་མཚར། ཨེ་ནས་བདེ་ན་ཙོག་ལ། ཨེ་ནས་ང་དང་དགའ་གལ་ཏེ་ནང། ཨེ་ནས་འཆི་བ་མི་རྟག་པ་དྲན་ཚུལ་ལིས་སྐོར་ལ་ཡང་ང་དང་བཞུད་ཚར། ད་ལྟའི་སྟེང་མི་གསུམ་པའི་ཀ་ཨེ་ནས་ལ་འདྲ་ཟླ་ངེས་པར་རྙེད་པར་སྨོན་པ་ཟེར་ཏེ་ཨོ་དེ་ཀ་ན་བཞུད་འཇིག་དང་ཡོངས་བསྟན་ནོ། གསུངས་པ་བསམ་ན་ད་དང་དེ་ནས་ང་དང་ལ་འདྲ་ཟླ་ངེས་པར་རྙེད་པ་མོན་པ་ཟེར་རིན་པོ་ཆེ་གིས་ནི་རྩ་བའི་ནང་ཤི་བའི་རྗེས་སུ་ལུས་དང་གྲིབ་མ་བཞིན་དཀར་ནག་ལ་སྒྲ་ཇི་བཞིན་འབྲང་བ་ལ་ངེས་པར་དང་པོར་རྙེད་ན་ཟེར་གན་པའི་སྐོར་ལ་ཨོ་དང་ང་དང་ཨེས་ནི་དགའ་གི་དེ་ནང་ནི་འདིས་སྐབས་སུ་ནི་ལ་སྒྲ་བསམ་ཚུལ་ལ་ནི་ལ་སྒྲ་སྤྱིར་བསམ་ཚུལ་གཅིག་དང་ནི་ལ་སྒྲ་བྱེ་བྲག་ཏུ་བསམ་པ་བསམ་ཚུལ་ཟེར་ཏེ་ཟབ་ཆོས་རྣམ་པ་གཉིས་བཞི་དེ་ནང་ནི་ལ་སྒྲ་སྤྱིར་བསམ་ཚུལ་ལ་ནི་ལ་ངེས་པ་ལ་ཕལ་ཆེ་བ། ལཱས་མ་བཅས་པ་དང་མི་ཕྲད་པ། ལཱས་བཅས་པ་ཆུད་མི་ཟ་བ། ཟད་དེ་ཟབ་ཅེར་རྣམ་པ། ཨོ། ད་གཞི་དང་ང་དང་གཞོན་གཅིག་དང་ཡོངས་སྟེར་རོགས་གསུངས་པ་བསམ་ན་ལྟ་འདི། ང་དང་ལཱས་འདྲ་སྲིད་ལཱས་རྒྱུད་འདྲ་སྲིད་སྐོར་ལ་བསམ་བློ་བཏང་བསམ་ན། ཨོ། ལཱས་རྒྱུད་འདྲ་སྲིད་སྐོར་ལ་བཤད་ཟིན་བསམ་ན། ཨོ། ད་ང་དང་ལཱས་ངེས་པ་དང་ལཱས་ཕལ་ཆེ་བ་དང་ལཱས་མ་བཅས་པ་དང་མི་ཕྲད་པ་དང་ལཱས་བཅས་པ་ཆུད་མི་ཟ་བ། ཟེར་ཀར་འབོ་ཨོ་དེ་ཚང་ཁ་ཁྱེད་དེ་ན་ང་དང། ཤེས་སྒོ་ཤེས་སྤོབས་མང་སྟེ་ང་དང་ཁག་ཅག་འཇིགས་ཆགས་ནོ་ཧ་ལས།

དགེ་བའི་ཕྱོགས་ལ་རྩ་བསགས་བྱ་ལ་གང་བརྩོན་བཅོལ་བྱས། མི་དགེ་བའི་ཕྱོགས་སུ་འོ་དེ་ནས་སྤང་བྱས་ལ་འོ་དུས་དང་རྣམ་པ་ཀུན་ཏུ་བརྩོན་དགོས་ཟེར་རོ། ད་ལ་སྐྱིད་སྒྲ་གཟུགས་ཁྱེད་རྣམས་མྱོང་བྱས་པའམ་ཡང་ན་མིན་བྱས་པ་ཁྱེད་རྣམས་གཏན་འཁེལ་ཚར་དེ་ཡིན་ནོ་གསུངས་ཟེར་རོ། ད་དེ་ན་ཚོགས་ལ་ལ་ཕལ་ཆེ་བའི་སྐབས་ལ་ཡེ་ནས་ང་དང་དགའ་ཚོམ་མི་སྣང་ལ། དགེ་བ་ཆུང་བྱས་བདག་ཉིད་ཀྱིས་ཕྱི་བཞིན་མི་འོང། མ་སེམས་ཤིག། ཆུ་ཡི་ཐིགས་པ་ལྷུང་བ་ཡིས་བུམ་ཆེན་བཀང་བ་ཇི་བཞིན་དུ། ཅུང་ཟད་བསགས་པའི་དགེ་བ་ཡིས་བརྟན་པས་རབ་ཏུ་བསྐང་བར་འགྱུར་གསུངས་སུ་འདུག་ག་ལས། ཨོ་ད་དགེ་བ་ཨེ་ནི་ཆུང་ངུ་ཅཱས་པས་ཨེ་ནི་ག་དེ་ན་སྨིན་གྱི་སྒྲ་སྦུ་སྨིན་ན་མ་ནོག་མ་བསམས། ཨོ་ད་དེ་ན་ཙོག་ལ་སྡིག་པ་ཆུང་ངུ་འཇིག་ཅཱས་དེ་ཡང་ཨོ་དེ་ན་སྨིན་གྱི་སྒྲ་སྦུ་སྨིན་ན་མ་ནོག་མ་བསམས། དཔེར་ན་བཞུགས། ཆུ་ཡི་ཐིགས་པ་ལྷུང་བ་ཡིས་བུམ་ཆེན་བཀང་བ་ཇི་བཞིན་དུ། ཨོ་དེ་ནི་ཆུ་ཐིགས་པ་རེ་རེ་ན་རེ་རེ་ས་འགྲིག་ཆུ་ཉུང་ངུ་འཇིག་མི་ནུས་མེར་སྒེག་ད་བང་ཅི་ག་བུམ་པ་གང་དེ་ཡོང་འདུག་ཨ་ཟེར་དེ་རུང་བཟང་བུ་གང་དེ་ཡོང་འདུག་ཨ་ཟེར་དེ་རུང། ཨོ་ཅུང་ཉུང་ངུ་ཉུང་ངུ་འཇིག་མི་ཐོག་མ་ས་ནས་ཀོ་མང་པོ་མང་པོ་བྱེད་འཇིག་ན་ཆེན་མོ་རྒྱུ་ར་ནོ་གསུངས་དེ་རུང་ཨོ་སོང་པ་ས་ན་ལས་པོ་འཕེལ་ལིན་འཕེལ་ལིན་འཕེལ་ལིན་བྱེད་ཀྱང་ལས་འཕེལ་ཆེ་བའི་སྐབས་ལ་ཨོ་ད་ཨོ་ཚོམ་ནང་ལ་ཨོ་དེ་གསུངས་སུ་འདུག་ཨ་ཅུང་ཟད་བསགས་པའི་དགེ་བ་ཡིར་བརྟན་པ་རབ་ཏུ་གང་བར་གྱུར་ཨོ་ད་ང་དང་དགེ་བའི་ལས། ཨོ། ཉུང་འཇིགས་བསགས་ཏེ་ཡོད་ནའང་དོན་འཕེལ་ལེན་འཕེལ་ལེན་འཕེལ་ལེན་སོང་སྟེ་ཨོ། ད་ང་དང་ཕེར་ཧ་ཅང་འདི་ནས་རི་རྒྱལ་པོ་རི་རབ་ནང་བཞིན་འཇིགས་རྒྱུ་རེད་ཞོད་ནོག་ད། ཨོ། དེ་ནས་དེའི་ན་སྨིན་གྱི་སྒྲ་ཟྦུ། དཔག་ཏུ་མེད་པ་ང་དང་ཨ་ལོངས་སྤྱོད་བྱ་ཟིག་ཡོང་བས་ཞོད་ནོག་ད་དེ་སྣ་ཚོགས་ལ་མི་དགེ་བའི་ལ་སྦོ་ཡང་ཨོ། ཅུང་ཟད་བསགས་པ་ན་ཨོ་དེ་ན་སྨིན་གྱི་སྒྲ་ཟྦུའམ་ཨོ་དེ་མི་དགེ་བའི་ལ་སྦོ་བཞག་མ་རེ་ན་རེ་རེ་འཕེལ་ལེན་སོང་པ་བསགས་ན་བཞག་ཞིག་ན་ཨོ་དེ་ན་སྨིན་གྱི་སྒྲ་ཟྦུ་ཡང་དཔག་ཏུ་མེད་པའམ་ཧ་ཅང་སྡུག་བསྔལ་མང་པོ་ཞིག་མྱོང་དགོ་ཟེ་ཞོད་ནོག། ད་དེར་སྣ་ཚོགས་ལ་ལཱས་མ་ཅཱས་པ་དང་མི་ཕྲད་པ་ད་དེ་སྐོར་ལ་དང་ཞུས་ཚར་ཏེ་རུང། ད་ལཱས་ཅཱས་པ་ཆུའི་མི་བཟོད་པ་ལ་ཡང་ང་དང་རྡོའི་ནང་ལ་ཨེ་ནས་ཅི་གསུངས་ཟེར་དོ་ལུས་ཅན་བདག་གིས་ལཱས་རྣམས་ནི་སྐར་པ་བརྒྱ་ཡང་ཆུ་མི་ཟ། ཚོགས་ཤིག་དུས་ལ་བབ་པ་ན་སྒྲ་སྦུས་མིན་པ་ཉིད་དུ་འགྱུར་གསུངས་ཟེར་འདུག་ག་ལས། ཨོ་ད་དེ་ཚང་མ་ཁྱེར་ཏེ་ན་ཨོ་ལཱས་ངེས་པ་ལཱས་ཕལ་ཆེ་བ་ལཱས་མ་ཅཱས་པ་དང་མི་ཕྲད་པ་ལཱས་ཅཱས་པ་ཆུའི་མི་ཟ་བ་ཟེར་ཏེ་ང་དང་ལཱས་སྒྲ་ཨོ་སྤྱིར་བསམ་ཚུལ་ལས་སྐོར་ལ། ཨོ་ད་དང་ང་དང་ཨེ་ག་ལྟ་ག་མང་ཉུང་ཅིག་བཞུགས་ཏེ་ནོག་ད་དེ་རིང་གཉིས་ཨོ་དོ་དང་ཡང་སྣར་མ་བཞུགས་ཏེ་ཨེ་ནི་ང་དང་བཅོམ་ལྡན་འདས་རང་ཉིད་ཀྱི་སྡོད་ནའང་གསུང་སྐ་ནས་ནི་ཚིག་གཟུགས་མཁས་དེ་ནང་ཨོ་ད་ངེས་ཤངས་ཨེ་ལྟ་ག་ཕུལ་ཏེ་ཡོད། བདག་ས་ཡི་ག་ན་ང་དང་ཤོག་ལྷེ་ཅིག་སྐུར་ག་འབེ་ནའང་ཨོ་དེ་ཚང་མར་ང་ཡི་ནའང་ཚིར་ཚིར་ཚིར་ལ་རེ་མོ་བཅོས་ཏེ་བྲིས་ཏེ་བཀལ་ཏེ་ཡོད། ཨོ་དེ་ཚང་མ་ལ་གཟིགས་ས་རྫ་རྫ་ཟེར་ཏེ་བཞུད་བྱ་ཟིན་ཧ་ལས། གསུངས་པ་བསམ་ན་ད་ལཱས་འདི་བྱེ་བྲག་ཏུ་བསམ་པ་ལ་ཧ་ལས་ད་སྔ་དང་སྤྱིར་བསམ་པ་དེ་ལ་ཨོ་གཉིས་བཞི་སོང་ཚར་དེ་ན་ད་བྱེ་བྲག་ཏུ་བསམ་པ་ལ་ཨེ་ནི་ནག་པོའི་ལཱས་འདྲ་བསམ་ཚུལ་གཅིག་དང་དཀར་པོའི་ལཱས་འདྲ་བསམ་ཚུལ་གཉིས་བཟོས་དེ་ནོ་ཧ་ལས་ཨོ་ད་གསུངས་པ་བསམ་ན་ཨོ་ད་ནག་པོའི་ལཱས་འདྲ་གཟན་པོ་ལཱས་མི་དགེ་བའམ་སྡིག་པའི་ལཱས་ཨོ་དཀར་པོའི་ལཱས་འདྲ་གཟན་པོ་ཅིག་ལཱས་དགེ་བའམ་ཨོ་དེ་ནས་ག་གེ་དེ་ནང། དེ་ནས་ཀླ་དགེ་བའམ། འོ་དེ་ནས་ཀྭ་དགེ་བའི་བླ་ཞུ་བ་ནོ་ད་ཧ་ལས། འོ་ཀྭ་དཔལ་བླ་བསང་ཞུ་བ་ནོ་དགེ་བའི་བླ་བསང་ཞུ་བ་ནོ། འོ་གསུངས་པ་བསང་ན་ཀྭ་བདག་ས་ང་དང་རྩ་བའི་ནང་དཀར་ནག་ལ་དྲ་ཕྱེད་ཅིང་བཀྲང་བ་ལ་གཟར་པོ་ཚུལ་དཀར་པོ་དགེ་བའི་བླ་དང་མིག་ནག་པོ་མི་དགེ་བའི་བླ་ཞིག་ང་དང་བསགས་པ་ན་ཕར་ལ། འོ་ད་ཐོ་རངས་ང་དང་ཤི་བའི་རྗེས་སུ་ང་དང་གཟུགས་པོ་དང་དྲི་མག་སྦྲང་སྟེ་ཡོངས་ཀྭ་ནང་བཙོག་ལ། ཨོ་ང་དང་ཤི་བའི་རྗེས་སུ་ང་དང་སེམས་སམ་ཡང་མིན་ན་ཡིད་ཀྱི་རྣམ་པར་ཤེས་པ་དང་གཉེན་པོ་བགྲངས་ཏེ་སུ་ཡོང་ཨ་ཀྱག་ཟེར་ན་ང་དང་འདུག་པའི་རིགས་ང་ཨོ་དེ་ནས་ལཱས་དཀར་པོ་ཟག་ཟགས་ཏེ་ཡོད་ན་ཡང་ཨོ་དོ་བགྲངས་ཏེ་ཡོང་ཨ་ཀྱག་ནག་པོ་ཞིག་ཟགས་ཏེ་ཡོད་ན་ཨོ་དེ་བགྲངས་ཏེ་ཡོང་སྟེ་ཨེ་ནས་འདས་ན་སྒྲ་གཟུགས་འུན་ཁྱེད་དེ་ན་ང་དང་ཨ་ཀྱག་མིན་ཏེ་ཡོང་ཨ་ཀྱག། འོ་གསུངས་པ་བཟང་ན། ད་དེའི་སྐོར་ལ་ཨེ་ནས་ང་དང་དཀར་པོ་དང་ནག་པོ་གི་ལ་ཟེར་རན་པོ་ཅིག་ཨེ་ནས་བསྟུར་རྒྱུ་ན་ང་དང་དགེ་བ་བཅུ་དང་མི་དགེ་བ་བཅུ་གཞོན་ནུ་ཧ་ལས་ལུས་ཀྱི་ལ་ནི་རྣམ་པ་གསུམ་ངག་གི་རྣམ་པ་བཞི་དང་ནི། གང་ཡང་ཡིད་ཀྱི་རྣམ་གསུམ་པོ་མི་དགེ་བཅུ་པོ་སོ་སོར་བཞག་ཟེར་ཏེ་ང་དང་སྐྱོ་ར་མེད་ལ་འོ་ད་ང་དང་སྡིག་པ་མི་དགེ་བ་བཅུ་བསགས་ཏེ་ཡོད་ན་འོ་དོ་སོ་སོ་ན་ང་དང་ཞགས་པ་བཞི་དང་ཚིགས་པོ་བརྒྱད་དེ་ན་འོ་ད་བདག་སའི་ལུས་ཀྱི་ལ་ནི་རྣམ་པ་གསུམ་ཟེར་ག་ནས་ཚིགས་པོ་ཡིན་ནོ་ཧ་ལས། ད་དེ་ལ་ཡང་ང་དང་དེ་ནས་མཛོད་གནང་ན་དེ་ལ་ཆད་ལོངས་སྡུག་ན་ནི་དགེ་དང་མི་དགེ་ཅི་རིགས་པར་ལཱས་ཀྱི་ལམ་ནས་བཅུར་གསུངས་སོ་གསུངས་འདུག་ག། ཨོ་ད་དེའི་གལ་ཏེ་ན་སློབ་དཔོན་ཨིན་ཡིན་གྱིས་ཨེ་ནི་མཛོད་རྩ་བའི་ནང་ཨོ་ད་ལཱས་མང་པོ་ཞིག་ཟེར་ནང་མ་ཟེར་ནང་ཚང་མ་བསྡུས་བཏང་ན་དགེ་བའི་ལས་ལམ་བཅུ་དང་མི་དགེ་བའི་ལས་ལམ་བཅུ་གསུངས་ཟེར་རོ། འོ་ན་འོ་ན་དགེ་བའི་ལྷ་ལམ་བཅུ་པོ་ཅི་ནོ་ཟེར་ན་སྲོག་གཅོད་སྤངས་པའི་དགེ་བ། མ་བྱིན་ལེན་སྤངས་པའི་དགེ་བ། འོ་དེ་ནས་ལོག་གཡེམ་སྤངས་པའི་དགེ་བ་ཞུས་ནོ། ད་དེ་སྣ་ཚོགས་ལ་ངག་གི་དགེ་བ། བཞི་ཅི་ནོ་ཟེར་ན་བརྫུན་སྤངས་པའི་དགེ་བ། ཕྲ་མ་སྤངས་པའི་དགེ་བ། ངག་འཁྱལ་སྤངས་པའི་དགེ་བ། ཚིག་རྩུབ་སྤངས་པའི་དགེ་བ། ད་དེ་སྣ་ཚོགས་ལ་ཨིད་ཀྱི་དགེ་བ་གསུམ་པོ་ཅི་ནོ་ཟེར་ན། ཨོ་དེ་ནས་ན་སེམས་སྤངས་པའི་དགེ་བ། གནོད་སེམས་སྤངས་པའི་དགེ་བ་ལོག་ལྟ་སྤངས་པའི་དགེ་བ། ད་ལྟའི་ལྡོག་ཕྱོགས་མི་དགེ་བ་བཅུ་པོ་ཅི་ནོ་ཟེར་ན། སྲོག་གཅོད་པ། མ་བྱིན་པ་ལེན་པ། ཨོ་དེ་ནས་ལོག་པར་ཡེངས་པའམ་མི་གཙང་སྤྱོད་པ། ཨོ་ངག་གི་དགེ་འདུན་ནི་མི་དགེ་བ་བཞི་པོ་ཅི་ནོ་ཟེར་ན། རྫུན། ཕྲ་མ། ཚིག་རྩུབ་ངག་འཁྱལ། ཨིད་ཀྱི་མི་དགེ་བ་གསུམ་པོ་ཅི་ནོ་ཟེར་ན། ན་སེམས། ནོག་སེམས། ལོག་ལྟ། ཨོ་ད་ང་དང་ཚང་མ་ལ། ང་དང་ཁྱིམ་པ་ཞིག་ཡིན་ན་རབ་བྱུང་ཞིག་ཡིན་ན་སུ་ཞིག་ཡིན་ན་ཡང་ཨོ་ད་དགེ་བ་བཅུ་དང་མི་དགེ་བ་བཅུ་ངོ་འཕྲོད་དེ། ཨོ་དགེ་བ་བཅུ་དང་མི་དགེ་བ་བཅུ་ཤེས་ཏེ། ཨོ་ད་དུས་དང་རྣམ་པ་ཀུན་ཏུ་རང་གི་ལུས་ངག་ཡིད་གསུམ་པོ། ཨོ་མི་དགེ་བའི་ཕྱོགས་ལ་འཇུག་ག་མི་ནུས་ག། མི་དགེ་བ་བཅུ་པོ་གང་རུང་ཅིག་ཡིན་ན་ཆ་མི་ནུས་པར་རང་སྣང་རང་ཡིན་བརྟག་བྱ་བཅོས་ཏེ། འོ་གལ་ཏེ་མི་དགེ་བའི་ཕྱོགས་ལ་ཆ་བྱེད་ན་འོ་དོ་ཆ་མ་བཅོས་པར་ལོགས་སུ་ཤོང་བྱེད། འོ་དེ་ནས་རང་གི་ལུས་ངག་ཡིད་གསུམ་གྱི་སྒོ་ན་འོ་ད་དུས་དང་རྣམ་པ་ཀུན་ཏུ་འོ་ད་ང་དང་སྤྱིན་པ་ཚུལ་ཁྲིམས་བཟོད་པ་ལ་སོགས་པ་དགེ་བའི་ལས་ལ་འཇུག་ཏུ་འཇུག་ག་མི་ནུས། སྲོག་གཅོད་སྤངས་པའི་ལ་ལ་འཇུག་ཏུ་བ་འཇུག་བ་མི་ནུག། མ་བྱིན་ལེན་སྤངས་པའི་ལ་ལ་འཇུག་ཏུ་ཨོ་དེ་ཀུན་རེའི་ནང་རེ་རེར་བརྟག་བྱ་སྤྱོད་འཇིག་ཨོ་དེ་ནས་ང་དང་ཨོ་དགེ་བའི་ཕྱོགས་ལ་ཨོ་རྟ་ང་དང་བརྩོན་པ་བཅོས་ཏེ། དགེ་བའི་ཕྱོགས་ལ་ང་དང་བར་པ་ཆེན་པོ་བཅོས་ཏེ། ཨོ་དགེ་བའི་ཕྱོགས་ལ་ང་དང་ཨོ་དང། སྙིང་རུས། སྐྱེས་ཏེ་ཨེ་ནས་འགྲུབ་དགོས་ཤཱས་པོ་མངས་དེའང་ཁག་ཅག་འཇིགས་བྱེད་ཀྱང། ད་དེ་ན་ཚོགས་ལ་མི་དགེ་བའི་ཕྱོགས་ལ་ཨོ་ང་དང་འཛེམ་དགོས་ཤཱས། མི་དགེ་བའི་ཕྱོགས་ལ་ང་དང་དེ་ནས་ག་གེ་དེ་ན་ཨོ་ད་དེ་ནཱས་མིན་གྱི་དྲཱས་པོ་གེ་དེ་ན་ཨོ་བཞག་ཤིག་ན་བཞག་ཤིག་ཅི་བཱས་དེའང་ང་དང་གཱས་མིན་དེ་ཡོངས་ཅཱས་གུན། ཨེ་ནས་ང་དང་ཤཱས་ཏེ་ཨོ་དེ་ནས་མི་དགེ་བའི་ཕྱོགས་ལ་ང་དང་འཛེམ་དགོས་ཤཱས། ད་དེ་ནས་ཀྱང་ཨི་ནས་གཟུགས་ཀྱི་དང་ང་དང་ཨི་ནས་དགེ་བ་བཅུ་དང་མི་དགེ་བ་བཅུ་གཟན་པོ་གཅིག་དཔེར་ན་ང་དང་ཨོ་དེ་ནས་སྲོག་གཅོད་པ་དང་མ་བྱིན་པ་ལེན་པ་དང་ཨོ་དེ་ནས་ལོག་པར་གཡེམ་པ་ཟེར་དཀའ་ནུ་ཁྱེད་ནི་སངས་རྒྱས་བཅོམ་ལྡན་འདས་སུས་ཨོ་ད་ང་དང་ཁྲིམས་ཤིག་དང་སྟེ་གསུངས་ཏེ་མིན་ཀྱང། ཨོ་ད་ང་དང་ཚང་མ་ཁྱེད་དེ་ནང་ཨོ་དགའ་ཁྱེད་དེ་ནང་འདི་སྐད་ཕུན་སུམ་ཚོགས་པ་འདོད་དཀོན། སྡུག་བསྔལ་རྩ་བ་ཉིད་ནི་མི་སྡོད་ཀ་ནས་མི་བཞུགས་ཡིན་པ་བསགས་ན། གལ་ཏེ་འདི་སྐད་ཕུན་སུམ་ཚོགས་པ་དགོས་ཟེར་ན། འདི་སྐད་ཕུན་སུམ་ཚོགས་པ་ཡོང་བྱེད་ཟེར་རྒྱུ་བསག་གོ་ཟེར་ག་ལས། ཨོ། དཔེར་ན་ང་དང་རང་ཨེས། ཨོ། དེ་ནས་གར། ཤིང་དང་ཤིང་དང་དཔེར་ན་ང་དང་སྟོན་ཏོག་ལ་སོགས་པ་འདྲ་བུ། ཨེ་ནས་ང་དང་ཨ་ལོང་སྤྱོད་པར་འདོད་ན། ཨོ། ད་དེ་རྒྱུད་ལ་ང་དང་བ་དེ། ཨེ་ནས་གཞི་ང་སྟོན་ཏོག་ལྟ་བུ་ཟེར་ག་ལས། ཨོ། ད་ཞིག་ང་སྟོན་ཐོག་ལྟ་བར་པོ་གཅིག་བཞག་ཞིག་ན་དེ་སྟོན་ཐོག་གི་སྒྲ་སྦུགས་སྨིན་དུ་ཡོང་སྟེ། ཨོ། ང་ད་ང་ཙམ་ཞིག་ལོངས་སྤྱོད་ན་ཡང། ཨོ། དེ་ནས་ག་གེ་དེ་རང་ལོངས་སྤྱོད་དེ་ཚར་མི་ཚར་བྱ་ཞིག་ང་དང་སྒྲ་སྦུགས་སྨིན་དུ་ཡོང་བ་རོགས། དེ་སྣ་ཚོགས་ལ་ང་དང་དེ་ནས། རྡི་སྐྱིད་ཕུན་སུམ་ཚོགས་པ། ཨོ། ཚེ་འདི་ལ་ཡིན་ན་ཡང་འདྲ་ཚེ་རབས་ཕྱི་མ་རྣམས་སུ་ཡིན་ནའང་འདྲ། རང་ཨ་དེ་ནས་དེ་སྐད་དགོས་ཟེར་ན། ཨོ་ད་དེ་སྐད་ཡོང་ཆ་ཟེར་རྒྱུ་ལ་བརྩོན་དགོས་ཟེར་ནོ་མ་གཏོགས་དེ་སྐད་ཡོང་ཆ་ཟེར་རྒྱུ་ལ་མ་བརྩོན་ན་ཨེ་ནས་སེམས་སེ་ནའང་དེ་སྐད་ཡོང་ངེས་བསམ་སྟེ་རེ་བས་བསྐྱོན་འདུག་ན་ཁོ་ཡོང་ཆས་མེད་ཀྱང་ལེ། དཔེར་ན། ཨོ་ང་དང་དེ་ནས་གཞི་ང་སྟོན་ཏོག་མ་བཏབ་ཨ། ཨེ་ནས་ག། གཞི་ཡི་ག་ན་ང་དང་ག་སོན་མ་བཏབ་ཨ། ཨེ་ནས་སྟོན་ཏོག་མིན་ནས་བསམ་སྟེ་རེ་བ་བསྐྱབ་ཟེར་འདུག་ན་དེ་རེ་བ་སྟོང་པ་ནོ་ཨ་ལེ། ཅེས་ཟེར་ན། ཀོ་བཞིན་ཡིན་ག་ན་ང་དང་སྟོན་ཏོག་སྨིན་ཏེ་ཡོད་ང་ལ། ཨོ་དེ་ནས་ང་དང་སྤིར་ལ། ཨོ་ད་བཞིན་ང་ཧ་ལས་སོན་བཏབས་ཏེ་ཆུ་བཏང་ཏེ་ལུད་བཏང་ཏེ། ཨོ་ཡར་སེ་རེ་དེ་ལ་འབར་བརྩོན་བྱོས་ཨན་པོ་ཆེ་ཨི་ནི་སྟོན་ལ། ང་དང་སྟོན་ཏོག་པོ་སྨིན་ཏེ་ཡོད་ང་ནོ་ཨ་ལས་ད་དེ་ང་དང་ཚང་མ་མཐོང་བས་འཇིག་དང་ཡ་ནོ་ང་དང་ཚང་མ་ཤེས་སེ་འཇིག་དང་ཡ་ནོ། དེ་ལམ་པས་ག་ན་ང་དང་ཚང་མ་འགྲུལ་ལས་འཇིག་དང་ཡ་ནོ། འོ་ད་དེ་སྣ་ཚོགས་ལ། འོ་ང་དང་རང་ཡིན་ན་འདྲ། འོ་ད་དེ་ནི་ག་གེ་དེ་ན་ཚེ་འདི་ལ། འོ་དེ་ནི་མི་ཚེ་སྟོན་དང་ལྡན་པ་ཞིག་མི་ཚེ་ཕུན་སུམ་ཚོགས་པ་ཞིག། འོ་མི་ཚེ་དགེ་བའི་ཕྱོགས་ལ་རྒྱུག་ག་ལ། འོ་ད་དགོ་མ་རང། འོ་ང་དང་དེ་ནི་ག་དགེ་བ་དང་མི་དགེ་བའི་རྣམ་གཞག་པོ་ཤེས་ཏེ་འདུག་གོ་ཤེས་པོ་དམངས་བསྟན་ཁག་ཅག་ནི་ཀྱང། འོ་ན་ད་དགེ་བ་དང་མི་དགེ་བའི་རྣམ་གཞག་པོ་ཤེས་ས་ལ་དགེ་བ་དང་མི་དགེ་བའི་ཕྱོགས་ལ་ང་དང་སློབ་སྦྱོང་བྱོས་ཏེ་དགེ་བའི་བཤེས་གཉེན་ཅིག་བསྟེན་དགོས་བསྟེན་རོགས་མ་གཏོགས་ཨེ་ནི་དགེ་བའི་བཤེས་གཉེན་ཅིག་མ་བསྟེན་པར་ང་དང་ཚོ་ཚོ་ཚོ་ཚོ་བཅོས་ན་ཨེ་ནི་ང་དང་དོ་ར་ཨོ་ང་དང་དགེ་བའི་ལཱས་པོ་དང་ཨོ་དེ་ཚང་མ་གལ་ཏེ་ན་ང་དང་ཚོ་ཚོ་ཚོ་ཚོ་བཅས་ཡ་གྱུར་ཏེ་སྤུ་སྟག་པོ་ཅིག་རྩ་བ་ཉིད་ན་ཡོང་ང་མེད་ཀྱང། གསུངས་པ་བསམ་ན་དེའི་རྒྱུ་མཚན་གྱིས་ཨེ་ནི་ང་དང་ཡོན་ཏན་བཞི་འགྱུར་མེད་ཀོ་ཁོ་རང་ནི་ལམ་གྱི་རྩ་བ་བཤེས་གཉེན་བསྟེན་ནི་བསྟེན་ཚུལ་གསུངས་ཟེར་འདུག་ག་ལེ། ཨོ་ཡོན་ཏན་ཀུན་གྱི་གཞི་རྒྱུ་སྤྲིན་ཅན་བཞེས་ཚུལ་བྱིན་བསྟེན་པ་ལམ་གྱི་རྩ་བ་རུ་ཟིན་ཅིག་གསུངས་ཟེར་འདུག་ག་ལེ། ཨོ་ད་དེ་གསུངས་གོ་ཞེས་སོའི་དོན་དག་པོ་ཨོ་ཅི་ནའོ་ཟེར་ན་ཨོ་ད་ང་དང་སློབ་སྦྱོང་ང་ཅོ་ཨ་ནི་ཨོ་དེ་ནི་ང་དང་གཟའ་གལ་ཏེ་ན་བདག་འདི་རིང་ང་དང་ལ་ཞིག་ཡིན་ན་ཁོ་ང་དང་སློབ་སྦྱོང་ཅིག་མ་བྱོས་བ་ལ་ཤེ་ས་མི་ནུས་ག་ལས་སོང་བ་བསམ་ན་ཚེ་འདི་དང་ཚེ་རབས་ཕྱི་མ་རྣམས་སུ་ཕན་པའི་ཨེ་ནི་དགེ་བའི་ཆོས་སམ་ཨོ་ཆོས་སྒྲུབ་བ་ལ་ད་དེ་བས་ཀྱང་ང་དང་སློབ་སྦྱོང་བྱོས་གོ་ཤེས་པོ་ང་དང་ཧ་གོས་འཇིག་དང་ཡིན་ནོ། ཨོ་ད་སློབ་སྦྱོང་བྱོས་བ་ལ་ཨོ་སློབ་སྦྱོང་བསླབ་ག་འཇིག་གོ་ས་དེ་ནོ་དགེ་བའི་བཤེས་གཉེན་འཇིག་གོ་ས་དེ་ནོ་ཨོ་ད་དགེ་བའི་བཤེས་གཉེན་རྣམས་ཀྱི་དྲུང་དུ་ཨོ་ད་རང་ཉིད་ཀྱིས་ཨོ་དེ་ནས་ཀ་སློབ་སྦྱོང་ཚུལ་བཞིན་དུ་བྱོས་ན་དགེ་བའི་བཤེས་གཉེན་གྱིས་བསྟན་ཏེ་དེ་ག་ན་ང་དང་ཐོས་པ་མི་ཡང་ན་ཡང་དུ་བསགས་ན། ང་དང་ཕ་ཡོན་པོ་ཅི་ཡོད་ཀྱང་ཕན་ཐོགས་པོ་ཅི་ཡོད་ཀྱང་ཟེར་ན་ཨོ་དེ། འགའ་དགེ་བའི་ཕྱོགས་ཟིན་འགའ་མི་དགེ་བའི་ཕྱོགས་ཟིན་དེ་ཚང་མ་ང་དང་ཨར་ཏེ་མོ་ཅོས་དེ་ཤེས་ངེས་རེད་ཀྱང། དེ་ཚང་མ་ཨར་ཏེ་མོ་ཅོས་དེ་ཤེས་སར་འཕོ་ཆེད་ང་དང་དེ་ལམ་པའི་ག་ན་འགྲུལ་ངེས་རེད་ཀྱང། དེའི་ལམ་པའི་བཀའ་ན་འབྲུ་ལན་པོ་ཅིག་འི་ནི་ང་དང། འོ་ད་ཚོགས་བསོད་ནམས་དཔག་ཏུ་མེད་པ་ང་དང་བསགས་ཏེ། འི་ནི་རང་ང་འདོད་པའི་བདེ་སྐྱིད་པོ་འབྱུང་བྱེད་དང་མི་འདོད་པའི་སྡུག་བསྔལ་བོ་གལ་ཏེ་ན་རྡོར་ངན་བྱ་སྤང་ངན་བྱ་པོ་འོ་དེ་ག་ན་ཡོང་བར་ཀྱང། གསུངས་པ་བསམ་ན་ང་དང་རྒྱུ་མེད་པའི་དགྲ་བུ་ཞིག་ནམ་ཡང་སྨིན་ན་མ་ནོག་དེ་གཟུགས་སུ་སྨིན་བྱས་སའི་ང་དང་རེ་བ་བསྐྱབས་ཏེ་ཀ་འདུག་ན་འི་ནི་ང་དང་རེ་བ་ཁོ་རང་སྟོང་པ་ཡིན་ཀྱང། གསུངས་པ་བསགས་ན་འོ་ནང་པ་སངས་རྒྱས་པའི་ཆོས་ལ་བརྟེན་དཀའ་དགོས་ནས། ཨེ་ནས་མགོ་མ་ཐོས་པ་བསགས། ཨེ་ནས་ཐོས་པའི་དོན་ལ་བསམ་པས་ཡང་ཡང་བཅད། འོ་བསམ་པས་ཡང་ཡང་བཅད་པའི་སྒོ་ན་ཨེ་ནས་ཐོས་དོན་ཉམས་སུ་ལེན། ཉམས་སུ་ལེན་པའི་སྒོ་ནས། འོ་དེ་ནས་མི་ཚེའི་དོན་དང་ལྡན་པ་ཞིག་དང། མི་ཚེའི་ཆོས་དང་མཐུན་པ་ཞིག་དང། འོ་མི་ཚེའི་སྙིང་པོ་ཅན་དུ་འགྱུར་དགོས་ཞེས་པ་གལ་ཏེ་ན། འོ་སུ་ཡང་ལ་སྒ་མེད་ཀྱི་ང་དང་རང་ནང་རང་ཡང་ལ་སྒ་མིན་ཀྱི། དེ་ལ་སྒམ་པོ་མ་བསྒྲུབ་པ་ཨེ་ནས་ང་དང་ཡང་ང་དང་ཡང་བྱ་བ་ཕལ་པ་དང། ཨོ་ལས་ཕལ་པ་རེ་ཡ་ཆགས་ཏེ་འདུག་ན་ཨོ་ད་ཐོ་རས། ཨོ་ནམ་ཞིག་ན་ནི་ང་དང་ཤི་གོ་ཟེར་ཀྱང་ཨོ་ཤི་བའི་རྗེས་སུ་ང་དང་དང་ལུས་དང་གྲིབ་མ་བཞིན་དུ་མཉམ་པོ་འབྲངས་ཏེ་ཡོང་སྒམ་པོ་ནི་དཀར་པོ་དགེ་བའི་ལ་ཞིག་བསགས་ཏེ་ཡོད་ན་ཨོ་དེ་འབྲངས་ཏེ་ཡོང་བས་ཀྱང་ནག་པོ་མི་དགེ་བའི་ལ་ཞིག་བསགས་ཏེ་ཡོད་ན་ཨོ་དེ་འབྲངས་ཏེ་ཡོང་བས་ཀྱང།

ཨོ། ཉི་མ་རེ་རེའི་ནང་རེ་རེ། ཨོ། དེ་ནས་ག་གེ་དེ་ནང་ཟླ་བ་རེ་བཞི་བདུན་ཕྲག་རེ་རེའི་ནང་རེ་རེ་ལ། ང་དང་ན་ང་དང་སེམས་ལ་ཡར་རྒྱས་འཁྱོངས་དགོས་ཤེས། ང་དང་ན་ང་དང་ཆོས་ལ་ཡར་ཆོས་ཀྱི་ཐོས་པ་ས་ག་ལ་ཡར་ཡར་རྒྱས་འཁྱོངས་དགོས་ཤེས། ཨོ། དེ་ཚང་མ་ཡར་རྒྱས་འཁྱོངས་ན་སེམས་ལ་ཡར་རྒྱས་འབྱུང་ན་སེམས་ལ་ཡར་རྒྱས་འབྱུང་ན། ནག་པོ་མི་དགེ་བའི་ཕྱོགས་སྤང་བྱ་དང་དཀར་པོ་དགེ་བའི་ཕྱོགས་ལ་འཇུག་བྱ་ལ་ཡང་ང་དང་ཡར་རྒྱས་ཡོང་བ། ཨོ་ད་ན་ནི་ང་འདི་ནས་ཀ་འདུག་དུས་གཅིག་གང་འདི་ནས་ཀ་འདུག་ན་ཡིན་ནི་ང་དང་བློ་ནང་བློ་བློ་ནང་བློ་འབོད་དིན་འབོད་དིན་གསུངས་པ་སང་ན་བཞག་ཤིག་ན་བཞག་ཤིག་ཡིན་ནི་ང་དང་མི་ཚེ་ཨོ་སྙིང་པོ་མེད་ཀ་འཇིག་སོང་སྟེ་ཡིན་ནི་ད་ཕྱིས་ཙ་ན་འགྱོད་པ་དང་བཅར་ཏེ་ཤི་ཆ་སི་ཡི་ན་སྐབས་ཅིག་ཤར་ན་ཡིན་ནི་ང་དང་ཨ་ཏཱ་བློ་ཨར་རྒྱལ་དང་འབྱོར་བ་བཅུ་ཚངས་པའི་མི་ཡི་ལུས་རྟེན་བཟང་པོ་ཐོབ་ཀ་འགྲོ་ང་དང་གོ་མ་ཆོད་ད་ན་བ་ལེ། ཏཱ་ལ་བ་རྒྱལ་དང་མི། སྦྱོར་བ་བཅུ་ཚང་པའི་མིའི་ལུས་རྟེན་བཟང་པོ་སྒོ་ཁྱུད་དཀར་འཇིགས་དང། དེ་ནས་སྤུ་སྟག་པོ་ཅིག་ཡང་དག་པ་ཅིག་བཅོལ་བ་ལ། ད་ང་དང་ཁྱོད་ལ་ཐོས་པ་མ་ཟ་ག་ལ་ཡོང་ཅེས་ཁོ་རང་མི་སྐྱ་ག་ལས། གསུངས་པ་བསམ་ན་ད་ངས་དེ་རིང་ཡི་ག་བཞུས་ཅེས་པོ་ཅི་མཛད་ན་ང་དང། ད་བདག་ནང་དེ་རིང་ངས་ག་ཁྱེད་དེ་ནང། ད་ལ་འདྲས་ལ་ངས་པར་རྙེད་པ་ཟེར་དེ་ཧ་ལས་ག་ཁྱེད་དེ་ནང། ང་དང་ཟབ་ཆོས་རྣམ་པ་གསུམ་པའི་ནང་ཧ་ལས་ད་ལོའི་རྟེན་དང་སྙིང་པོ་ལེན་འདོད་སྐྱེ་བར་སྨོན་པ། འཆི་བ་དྲན་པ་ལ་འདྲ་ལ་ངེས་པར་ངེས་པའོ། ཨོ་དེ་ག་ན་ནོ་ཨེ་ནི་ཐོ་རེས་ང་དང་ཡི་ག་ན་གསུམ་པ་ཟབ་ཆེ་རྣམ་པ་བཞི་པའོ་ཞུ་བྱས་ནོ། སོང་པ་ས་ན་ད་དེའི་འཚང་ཀ་ཁྱེར་དེ་ན་ང་དང་ད་དེ་རིང་ཡིན་འདུག་ཁྱེར་དེ་ན་ང་དང་རྩ་བའི་ན། ཤི་བའི་རྗེས་སུ་ལུས་དང་གྲིབ་མ་བཞིན་དཀར་ནག་ལ་འདྲ་ཆེ་ཞིང་འབྲང་བ་ལ་ཟེར་ཏེ་གདངས་དང་དེ་རིང་གཉིས་ཀའོ་ད་དེ་ན་ཚིགས་པའི་ག་ན་རགས་ཏེ་ཨེ་ནི་ང་དང་ཡིན་ན་བཞུས་ཏེ་ནོ། གསུངས་པ་ས་ན་ཨོ་ད་ང་དང་ཚང་མས་ངེད་ཅང་ས་མཁར་ལྷ་འགས་ཚང་མས་ཨོ་ད་བདེན་པས་ང་མི་ཚེ་སྟོན་དང་ལྡན་པ་ཅིག་ཨོ་ད་ས་ཚུགས་པ་ངས་ཅོ་ག་འབི་རང་ཨོ་གཅིག་ནོར་འཁྲུལ་སོང་དེ་ཡོད་ན་དེ་བ་ང་དང་ཤགས་པ་བཞུགས་ངན་བྱ་ཟོད་ཀྱ་ལ་ཨོ་དེ་ལ་ང་དང་ཤགས་པ་བཞུགས་ཏེ་ད་ན་བཟུང་སྟེ་ད་ཨོ་ད་ཆོས་ཀྱི་ལམ་ལ་རྒྱུགས་སྟེ་བདེན་པ་ཆོས་ཐོས་པ་ཚུལ་བཞིན་དུ་བསགས་སྟེ་དེ་ལ་བསམ་པས་ཡང་ཡང་བཅར་པའི་སྒོ་ན་ཨོ་ཆོས་ཉམས་སུ་ལེན་ནི་བསམ་སྟེ་རང་ནང་རང་ཁས་ལེན་བྱོས་སྟེ་རང་ནང་རང་དམ་བཅའ་བྱོས་སྟེ་རང་གི་སེམས་ལ་རང་རྟགས་བཅའ་བྱོས་སྟེ་ཨོ་རང་དགེ་བའི་ཕྱོགས་ལ་སྐུལ་བོ་བྱས་པོ་ཨོ་ང་དང་རང་ཡིན་ལ་གཟའ་འཇིག་ཡིན་ཀྱང་མིའི་ཞལ་ནས་ང་དང་སྐུལ་ལང་སྲིད་ཅག་ནོ་མ་སྐུལ་ལང་སྲིད་ཅག་ནོ། མིའི་ཞལ་ནས་ང་དང་ཆོས་ཀྱི་བླ་མ་ཁྲིད་དང་སྲིད་ཅག་ནོ་མ་ཁྲིད་དང་སྲིད་ཅག་ནོ། མིའི་ཞལ་ནས་ཁྲིད་ན་ཡང་ང་དང་རང་མ་ཆགས་ན་འདི་ཙམ་ཞིག་ང་དང་ཀླད་པ་མེད་ཀྱང། ཨོ་གསུངས་པ་ཟ་ན་ང་དང་ཨུ་ཚུགས་བཏང་སྟེ་བསྙད་ན་མི་ནུས་བ་ལས་རང་གི་སེམས་ལ་མ་ཡོང་ན་རང་གི་སེམས་ལ་མ་བབས་ན་རང་གི་སེམས་ལ་མ་འཁོར་ན། རང་གི་སེམས་ལ་བབ་ཅིང་འཁོར་བ་ལ། ཨོ་དེ་ག་ན་ཕན་ཐོགས་བཞོད་སྐམ་པོའམ་ཆོས་སྦྱངས་ན་ཕན་ཐོགས་བཞོད་སྐམ་པོ་ང་དང་ཤེས་ན། ཨེ་ནས་རང་གི་སེམས་ལ་འཁོར་ཏེ་ཨེ་ནས་དེ་མིན་པ་རང་བརྩོན་འགྲུས་སྤྱོད་རུ་བ་ལས། ཨོ་ད་དེ་སྤྱོད་བྱ་སྤོ་གི་དེ་ན་ང་དང་ཆོས་གཉིས་དེ་རུ་འགའ། རང་གི་རང་གི་བྱ་བ་ཅི་ཞིག་སྤྱོད་ན་ཡང་དེ་ག་ན་ཕ་ཡོན་ཅིག་ཡང་མེད་ན་དེ་ག་ན་ཕན་ཐོགས་ཤིག་ཡོད་པར་མཐོང་ན་ང་དང་དེ་ནང་འཇུག་གཉིས་འགྲོ་བ་ནོག་འཇུག་ན་ཡང་ང་དང་སྐྱིད་པོ་ཚོ་རེད་ཀྱང། ཨོ། ད་ག་བྱ་བ་དང་སྤྱོད་པ་ག་གཟུགས་ཤིག་ཡིན་ན་དེ་ག་ན་ང་དང་ཕན་ཐོགས་བཞོད་དཀའ་འགྲོ་ང་དང་མ་ཤེས་ས་ཡོད་ན་ཨེ་ནས་ང་དང། མང་ཉུང་གཅིག་སྤྱོད་ན་ཡང་བན་ཆེ་ག་དེ་ག་སྣ་ང་ཚེར་ཏེ་སུན་ཏེ་ཨེ་ནས་སྤྱོད་ངེས་འགྲོ་བ་མ་འགྲོ་བ་ལ། ཨོ་གསུངས་པ་བསམ་ན་ཨོ། ང་དང་ཚང་མས་ཨོ་ད་དུས་དང་རྣམ་པ་ཀུན་ཏུ་ཨོ་ཆོས་ལ་ཐོས་པ་བསག་གོ་ཤེས་ཨོ་ད་དགེ་སྡིག་བླང་དོར་ལ་ཚུལ་བཞིན་དུ་འཇུག་གོ་ཤེས། ནོ་དེ་ནི་དང་ས་ག་ང་དང་ཞུས་ཟེར་ཞུས་པས་ན་ལེ། ཧ་ལས་ག་ཁྱེད་དེ་ནང་དེ་ནི་ལམ་རིམ་ཉམས་མགུར་མེད་ན་ང། ཨོ་དེ་ནི་ག་ཁྱེད་དེ་ནང་ཤི་ན་ང་འགྲོ་མི་སྐྱེ་འདེགས་མེད་ཅིང་དེ་ཡི་འཇིགས་སྐྱོབ་དཀོན་མཆོག་གསུམ་དུ་ངེས། དེ་ཕྱིར་སྐྱབས་འགྲོ་ཤིན་ཏུ་བརྟན་པ་དང་དེ་ཡི་བསླབ་བྱ་ཉམས་པ་མེད་པར་བྱ། གསུངས་ཚེ་འདུག་ག་ལེ། དེ་ཡང་དཀར་ནག་བླ་གྲྭ་ཟི་ལེགས་བསམ་ན་བླང་དོར་ཚུལ་བཞིན་སྒྲུབ་ལ་རག་ལགས་སོ་གསུངས་ཚེ་ནོ་ག་ལེ། ཨོ་ད་ཨོ་དེ་ཚང་མ་བདེན་པས་ང་དང་སིག་སྔོན་ལ་བསམ་བློ་བཏང། ཨོ་དེ་སྔོན་ལ་སྒོམ་རྒྱག་པའི་མཇུག་ན་སེམས་ནང་ལ་ཧ་ཅང་སྐྱིད་པོ། ཨོ་དེ་ནས་སེམས་ནང་ལ་དེས་ཀྱི་ཕུན་སུམ་ཚོགས་པ་ཡོང་བྱས། ཨོ་རང་སེམས་པ་བློ་ཞིག་ཨེ། ང་རྟོགས་ཨོ་གཟུགས་ཤིག་སྐྱོ་རེ་འཇིགས་ཨོ་གཟུགས་ཤིག་སློབ་སྦྱོང་བྱོས། ཉི་མ་ཚེ་རེ་ང་དང་སྒ་ཁྱེད་དེ་ན་སེམས་པ་བློ་ཞིག་ཨེ་སྡུག་ཅག་ཤིག་སེམས་ལ་ཚེར་ཁ་ཁོང་ཁྲོ་མེད་དཀའ་འཇིགས། མི་ལ་གཞས་གདངས་ཕྲ་བོ་མ་ཕྲ་དོག་མ་འབར་དཀའ་འཇིགས་བསམ་བློ་ཞིག་ཡིན་ན་ང་དང་སྡུག་བསྔལ་ན་ནོ། ད་འོ་དེ་སྡུག་བསྔལ་ཇེ་སྤོ་ག་ནས་ངན་ནས་ཀྱང་ཟེར་ན་ཆོས་ལ་ཐོས་པ་ཅི་བསགས་ཏེ་ང་དང་སྡུག་གོ་ཟེར་ན་མ་གཏོགས་ངན་གོ་ངན་ན་མ་གཏོགས་དེ་མ་ཡིན་པས་འོ་ང་དང་ཡོང་ཆེས་མེད་ཀྱང་ལེ་འོ་སོང་པ་ཟ་ན་ད་ང་དང་སྟུར་རྒྱུ་ན་ཞོན་ནོ་སེམས་རྒྱུ་ཞི་ཞིང་དུལ་བ་ཡོང་ང་ལ་ལྷོ་ཐོས་ཆོས་ལ་ཐོས་པ་བསགས་གོ་ཟེར་ནོ་ཆོས་སྤུ་བསགས་པོ་ཅིག་ཡོང་ང་ལ་ཡང་ཆོས་ལ་ཐོས་པ་བསགས་གོ་ཟེར་ནོ་མི་ཚེ་སྟོན་དང་ལྡན་པ་ཅིག་ཡོང་ང་ལ་ཡང་ཆོས་ལ་ཐོས་པ་བསགས་གོ་ཟེར་ནོ་དོན་དག་ག་ཆོས་ལ་ཐོས་པ་བསགས་ཏེ་ང་དང་སློབ་སྦྱོང་ཅིག་མ་བཅོལ་བ་ལ་འོ་ད་ང་དང་ཆོས་རྣམ་པར་དག་པའམ་མི་ཚེ་སྟོན་དང་ལྡན་པ་ཞིག་ང་དང་ཡོང་ཆེས་མེད་ཀྱི་ཨ་ལས། ཨོ། སོང་བ་བསམ་ན། ཨོ། ད་དེ་རིང་ང་དང་ལྷོ་བཙན་པོ་ཁེ་བསྡད་ན། ཨོ། དེ་ནས་ཡོན་ཏན་བཞི་གྱུར་མེད་ནའང། ཨོ། དེ་ནས་ཤི་བའི་རྗེས་སུ་ལུས་དང་གྲིབ་མ་བཞིན་དཀར་ནག་ལ་དྲ་ཕྱི་བཞིན་འབྲང་བ་ལ་ངེས་པར་བརྟན་པོ་རྙེད་ན། ཟེར་ཏེ་ཨོ་དེ་ག་ན་བཞུད་བསྟེན་རོགས། ཨོ། སོང་བ་བསམ་ན་དེ་ནས་ཚང་མ་ལ་ཐུགས་རྗེ་ཆེ།